ལྷན་རྒྱས་བཀྲ་ཤིས་བདེ་ལེགས། དེ་རིང་ངས་ཁྱེད་རྣམ་པ་ལ་ཡར་ཙི་ཙི་དང་ཞི་མོལ་ཞེས་པའི་སྒྲུང་གཏམ་ཞིག་ཀློག་གི་ཡིན། འདིའི་གོ་མོ་ཨ་ནི་ལྟ་ཀློག་གི་ལེ་ཚན་བཅུ་བཞི་པ་དེ་ཆགས་བསྡད་ཡོད། སྤྱི་བཏང་ནས་ཙི་ཙི་དང་ཞི་མོལ་གྱི་སྒྲུང་གཏམ་འདི་བོད་བསྒྱུར་བྱེད་བྱ་བ་གང་ཞིག་ལ་སྒྲུང་གཏམ་འདི་སྤྱི་ཡི་ཆ་ནས་དགོད་བྲོ་བོ་དང་སྙན་པོ། ཨ་ནི་ཡིད་ལ་བབ་པོ་ཞིག་ཡོད་ཀྱི་ཡོད་རེད་སོང་ཙང་ལྷན་རྒྱས་ཚོ་སྤྲོ་བོ་ཡོང་བའི་རེ་བ་ཡོད། ཙི་ཙི་དང་གཞི་མེད། ཨ་མ་ནོར་འཛོམས་ཀྱིས་རང་གི་ཁང་པའི་ནང་ཙི་ཙི་གཅིག་དང་གཞི་མི་གཅིག་མཉམ་དུ་གསོ་ཉར་བྱེད་ཀྱི་ཡོད། ཙི་ཙི་དེ་གཞན་ལ་རྣམ་འགྱུར་སྟོན་མཁས་པོ་དང་དྲན་རྒྱུ་འགོར་པོ་ཡོད་ཙང་གཞི་མིའི་རྣ་བ་ལ་འགྲོ་ཡི་མེད། གཞི་མི་དེ་ཁ་ལག་བཟོད་མཁས་པོ་ཡོད་ཀྱང་ཧམ་པ་ཚ་པོ་དང་རླུང་ལངས་པོ་ཡོད། ཉི་མ་གཅིག་གཞིས་མིས་ཙི་ཙིའི་ཁ་ལག་ནང་སུར་པན་ཁ་ཚ་པོ་ཞིག་བླུགས། དེའི་འགྲམ་ལ་ཆུ་ཁོལ་ཕོར་པ་གང་བཞག་ནས་ཁོ་རང་རྩིག་ཟུར་གཅིག་ཏུ་ཡིབ་སྟེ་བལྟས་ནས་བསྡད། སྐབས་དེར་ཙི་ཙིས་གྲོགས་པོ་ཞེ་དྲག་རྟོགས་ནས་ཁ་ལག་ལ་མིག་བལྟ་ལོང་མེད་པར་ཐུར་མ་གང་བཟས་པས་སུར་པན་གྱི་ཁ་ཚ་ཐག་ཆོད། ཞེས་སྐད་ཤོར་གྱིན་ཤོར་གྱིན་འཁྲིས་ལ་ཡོད་པའི་ཆུ་དེ་ཧུབ་གང་བཏུངས། ཆུ་ཁོལ་གྱིས་ཁོས་ཆུ་རྡོ་ཡང་ཚིག་སྟེ་འཕག་འཚག་ཤོར་གྱིན་ཕར་རྒྱུག་ཚུར་རྒྱུག་བྱེད། སྐབས་དེར་ཞི་མིས་གད་མོ་བསྐྱོད་ཀྱིན་བསྐྱོད་ཀྱིན་ཙི་ཙི་འཁྲིས་ལ་ཡོང་སྟེ་ཁོས་འཕག་འཚག་གི་ལད་མོ་བྱེད། ཙི་ཙི་ཡི་སེམས་ལ་ད་རེས་གཞི་མེད་ཁོས་ང་ལ་ངན་བྱས་བྱུང་བར་ངན་ལེན་ཞིག་མ་སློག་ན་འགྲིག་ཐབས་མེད་བསམས་ཀྱང་རྣམ་དཔྱོད་གང་ཡང་མ་བསྟན་པར་ཤ་རལ་ནང་དུ་ལོག། ཉི་མ་གཅིག་ཨ་མ་ནོར་འཛོམས་ཀྱིས་ཁོ་གཉིས་ལ། དེ་རིང་ནང་ལ་མགྲོན་པོ་ཞིག་ཕེབས་ཀྱི་ཡོད། བྱས་ཙང་གཞི་མེད་མ་བྱན་དང་ཙི་ཙིས་སྣེ་ལེན་བྱེད་དགོས་ཞེས་ལས་ཀ་བཀོད་སྒྲིག་བྱས། ཞི་མིས་རང་གི་ལག་རྩལ་གང་ཡོད་བཏོན་ནས་ཁ་ལག་བཞི་མདོ་ཁ་བོར་སྣེ་ཁ་མང་པོ་བཟོས་རྗེས་ཙི་ཙིས་མདུན་ནས་སྤོབས་པ་ཆེན་པོས་ཕྱིན། སྐབས་དེ་དང་བསྟུན་ནས་ཙི་ཙིས་ཐབ་ཚང་ནང་ལ་འཛུལ་ནས་ཁ་ལག་ཚང་མའི་ནང་སྦོས་མེད་མང་པོ་བླུགས། དེའི་རྗེས་མགྲོན་པོ་འབྱོར་ཏེ་ཉིན་གུང་གི་ཞལ་ལག་བཀྱག། ཞི་མིས་གྲོགས་མགོ་བཏོགས་ནས་ཁ་ལག་མང་པོ་བཟས། མགྲོན་པོ་ཡང་ཞི་མིས་བཟོས་པའི་ཁ་ལག་ཞིམ་ཐག་ཆོད། ཨ་མས་ཀྱང་མགྲོན་པོ་དང་འདྲ་འདྲ་བཟས། ཙི་ཙི་ནི་ཁོང་ཚོའི་སྣེ་ལས་ཞུགས་མཁན་ཡིན་ཙང། ཁ་ལག་ཡར་བཀྱག་རྒྱུ་དང་སྣོད་སྟོང་མར་ལེན་རྒྱུ་སོགས་ཀྱི་ལས་ཀ་མ་ཚར། གང་འཚམས་ནས་མགྲོན་པོ་གྲོགས་པོ་འབོད་དེ་ན་ཟུག་ལངས། སྐབས་དེར་ཙི་ཙིས་འབོད་སྨན་གྱི་བཤད་གཏམ་སྟོང་པ་དེ་ག་ལེར་ཞི་མི་སྡོད་སའི་ཟུར་དེར་བཞག། ཏོག་ཙམ་སོང་རྗེས་ཨ་མ་ནོར་འཛོམས་ཀྱང་གྲོགས་པོ་འབོད་ནས་ན་ཟུག་གིས་མ་བཟོད་པར། ཨ་རོ། ད་ངའི་གྲོགས་པོ་གས་པ་འདུག་ཅེས་སྐད་ངན་ཤོར། དེ་ནས་ཞི་མི་ཡང་གྲོགས་མགོ་སྤོས་ནས་ན་ཟུག་གིས་མ་བཟོད་པར་འཕག་རྩ་ཤོར་བས་བུ་མའི་བླུགས་སྣོད་སྟོང་པ་དེ་སྲིང་ཁྲག་དང་བཅས་ས་ལ་ལྷུང། ཙི་ཙི་ཡིས་དེ་ཡར་བསྒྲུགས་ནས་དེ་ག་རེ་རེད་དམ། ཞི་མིས་ཨམ་ཕྲ་ནས་ཟགས་སོང་ཞེས་ཤོད་བཞིན་ཨ་མ་ནོར་འཛོམས་ལ་བསྟན། ཨ་མའི་ཤེལ་དམ་དེས། ཁ་ཡིག་ལ་ལྟ་སྐབས་སྦོས་མེད་ཞེས་ཡི་གེ་དེ་མཐོང་མ་ཐག་དེ་ནི་ཞི་མིའི་སེམས་ནག་བྱེད་པ་རང་རེད་བསམ་ནས་ཁོང་ཁྲོ་ཞེ་དྲག་ལངས། སྐད་ཤུགས་ཆེན་པོས་སྡུག་གཤིམ་ཁྱོད་ངས་ད་བར་གསོས་ཀྱང་བཀའ་དྲིན་ལ་བསམ་ཤེས་མེད་པར་དྲིན་ལན་ལོག་ཅིག་དེ་འདྲ་བྱེད་དགོས་དོན་གང་ཡིན། ཞེས་ཤོད་བཞིན་ཞི་མིའི་ཚུར་བཟུང་ནས་རྒྱུག་པའི་ཉེས་རྡུང་བཏང། ཙི་ཙི་ནི་ཕར་ཙམ་དེར་རྒྱལ་མོ་འགྱོད་བཞིན་འཁྲབ་ཀྱིན་བསྡད། ཨ་མ་དང་མགྲོན་པོ་ནི་སྨན་པའི་སར་འགྲོ་དགོས་བྱུང། ཞི་མིས་གནས་ཚུལ་དེ་རྩིས་རྩིས་བྱས་པ་ཤེས་ནས་ཁོང་ཁྲོའི་མཆེ་བ་གཙིགས། སྡེར་མོ་བརྐྱངས་ཏེ་ནམ་རྒྱུན་ཞེད་སྣང་ཚ་བོ་ཞིག་གཏན་ནས་བརྒྱུགས་ཡོང། རྩིས་རྩིས་ཞེ་ཐག་ཆོད་དེ་མགྱོགས་པོ་བྲོས་ནས་རྩིས་ཁུང་ནང་འཛུལ། གཞི་མེད་ཙི་ཙི་འཛིན་མ་ཐུབ་པའི་ཁར། ཁོ་རང་རྩིག་པར་བརྡབས་ནས་རྐྱེན་ངན་ཤོར། ཙི་ཙིའི་གནས་ཚུལ་དེ་མཐོང་བ་དང་རང་དབང་མེད་པར་གད་མོ་དྲོད་ཁོ་ན་ན་ཤོར། སྐབས་དེར་གཞི་མེད་ནི་ངུས་མ་ཤེས་དགོད་མ་ཤེས་པར་ལུས་པ་རེད། ཙི་ཙི་དང་གཞི་མེད་ཀྱི་སྒྲུང་གཏམ་འདི་འདི་གར་བྱུང་བྲིས་པ་རེད། ཨ་གེ་དེ་ལྷན་རྒྱས་ཚོ་ལ་ཡག་གུ་མོད་ཀྱི་ལྟ་ལོག་དང་ལེ་ཚན་དང་འབྲེལ་བ་ཡོད་པའི་ཐོག་ནས་བསམ་ཚུལ་ཡོད་པ་ཡིན་ན་བསམ་ཚུལ་རྒྱག།